བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་བོད་སྤྱི་པའི་མཐའ་སྣེ་བསྐྱར་གསོ་དགོས་པའི་ཞུ་གཏུག་ལས་འགུལ་རྣམ་པ་འདྲ་མིན་སྐོར་རྒྱུན་མ་ཆད་པར་སྤེལ་ཡོད་ཀྱང་དགེ་མེད་འབྲིང་བསྟན་ཁང་གིས་ཡ་ལན་ཁ་གསལ་གང་ཡང་མེད་པར་བརྟེན། ཧྥ་རན་སི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཧྥ་རན་སི་བོད་རིགས་ཚོགས་པ་གཙོས་པའི་ཚོགས་པ་ཁག་ཞིག་གིས་ཁྲིམས་ཐོག་ནས་ཁྲིམས་གཏུག་བྱས་ཡོད་པ་མ་ཟད། དེ་རིང་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཧྥ་རན་སི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་གཞོན་ནུ་ཚོགས་པ་གཉིས་ཀྱི་གོ་སྒྲིག་འོག། སྒེག་མོའི་འགྲིག་འདོད་ཁང་མདུན་དུ་ངོ་རྒོལ་སྐད་འབོད་ཞིག་སླར་ཡང་གོ་སྒྲིག་གནང་འདུག།
མི་ལོ་ཧྲིལ་པོ་གཅིག་འཁོར་འགྲོ་ཡོད་རེད། གཅིག་བྱེད་ད་དེ་མི་ལོ་གཅིག་ལ་འདི་གི་རིང་པོ་ར་ཆགས་ཡོད་རེད་ད། ང་རང་ཚོ་བའི། མི་རིགས་གཅིག་གི་འཐབ་རྩོད་དང་རྒྱལ་ཁབ་གཅིག་གི་འཐབ་རྩོད་ལ་བལྟས་པས་ན་ང་ཚོ་གང་དགོས་ཀྱི་མ་རེད། ད་དུང་ཡང་ང་ཚོ་སེམས་ཤུགས་མ་ཆག་པ་ཐོན་ནས་མུ་མཐུད་ནས་ང་ཚོ་རྒྱལ་ཁ་མ་ཐོབ་བར་དུ་འགྲོ་དགོས་ཡ་དེ་མི་ཚང་མས་གི་ནི་སེམས་ལ་དམ་བཅའ་བཞག་དགོས་ཡ་ཅིག་དང། དེ་རིང་ག་ཚང་གི་སྤྱི་ཚོགས་འགྲོ་འོང་གྱི་ཤ་བཞག་པས་ན་ཡ། འཛམ་བུ་གླིང་འདི་འཁྲུག་པོ་ཞོར་རེད་གནས་ཚུལ་གཅིག་ལས་གཅིག་གི་མཛའ་དྲ་བ་དེ་འདྲའི་དོན་ཡོང་དུས་ང་རང་ཚོ་གི་བོད་པའི་གི་གནས་སྟངས། བོད་དོན་གྱི་ཐོག་ལ་ཡ། རང་གཞན་གྱི་ཅིག་རྒྱ་ཆེ་གི་ཐོག་ལ་ཡིན་ན་རེད་དེ་འདྲའི་ནི། སྣང་ཆུང། ཆ་ཡ་གི་གནས་ཚུལ་དེ་འདྲ་ཆགས་ཀྱི་ཡོད་དེ་མ་ཆགས་ཡ་དེ། ང་རང་ཚོ་གི་མི་རེ་ངོ་རེ་གི་ཕྲག་པ་ལ་འགན་ཡོད་པ་ནང་བཞིན་འགན་ཁུར་བྱས་ནས་ང་ཚོ་ཚང་མིག་གི་ནུས་པ་མཉམ་སྤུངས་ཅིག་བྱེད་དགོས་འདུག་ཞུ་ཡ་དེ་འདུག་ཟིན། བཀྲ་ཤིས་བཟང་བོ་ལོ་ང་ཧྥ་རན་སི་བོད་རང་བཟི་སློབ་ཚོགས་པའི་ཚོགས་གཙོ་བསྟན་འཛིན་དབྱངས་ཅན་ཡིན། ད་རིང་ང་ཚོ་དེ་ལ་སླད་དེ། ད་བསམ་བློ་སྐྱེ་སའི་རེད་ལོ་གཅིག་གི་ཚ་ང་ཚོ་གི་འགྲེམས་སྟོན་ཁང་གི་མེད་གི་ལས་འགུལ་སྤེལ་ཡོད་རེད་ར་ལས་འགུལ་སྤེལ་བྱེད་ད་འདི་མུས་མཐུན་ནས་འགྲོ་ཡ་རེད་ཁ་ཤས་གི་མཁྱེན་གྱི་ཡོད་གི་རེད་སྤྱི་ཟླ་བདུན་པའི་ཚེས་པ་གཉིས་ནས་ང་རང་ཚོ་ཁྲིམས་དོ་ནས་ལས་འགུལ་འདི་འགོ་ཚུགས་རེད་ད་འདི་ཁྲིམས་དོ་བ་སྙོམས་དོ་དང་འདི་ཚོགས་པ་ཧ་མཉམ་ཞུ་བྱེད་ངེས་སྙོམས་དོ་འདི་ང་རང་ཚོ་གི་འདི་རྒྱབ་ལོ་ལ་ང་རང་ཚོ་གི་དངོས་སུ། དོ་སྣང་སྤྲད་ནས་ལྟ་འདོད་ཡོད། སྙམ་དུ་ད་འདི་ལ་ལས་འགུལ་སྤེལ་དེ་ག་རེ་བསམ་གྱི་འདུག་ལབ་ན། བོད་ཀྱི་མིང་བསུབ་སྐོར་རེད་ཡིན་ནའི་བོད་མིང་བསུབ་པས་དེ་བོད་པ་གཅིག་པུ་མེད་པ་བྱས་རོགས། ཆུ་ལོག་གི་མི་ཧྥ་རན་སི་ལ་དེ་ཡོད་དུས་ཧྥ་རན་སི་གི་མི་རིགས་ཡིན་ནའི་རེད། མང་པོ་ཞིག་གིས་འདི་ལ་དོ་སྣང་སྤྲད་དེ་ག་རེ་བྱས་ནས་རེད་བསམ་གྱི་འདུག་ལབ་ན།

བོད་ཀྱི་མིང་འདི་ཁོ་རང་ཚོས་ཀྱིས་མ། དགེ་མེད་འགྲེམས་སྟོན་ཁང་གིས་ཁོ་རང་ཚོའི་ཕྱིར་རེད་ཡིན་ནའི་རྒྱབ་ལོག་ལ་རྒྱ་མི་གཞུང་གིས་གནོད་བཤུ་བཞོལ་བ་འོང་དེ། ག་འདྲེས་ག་འདྲེས་སྤེལ་འོས་མེད་འདི་སུ་སུའི་གིས་སྒེར་ནས་དོ་སྣང་སྤྲད་དང་བོད་པ་ཅིག་ཡིན་པ་ཙམ་ནས་དོ་སྣང་སྤྲད་དང་ཕྱི་རྒྱལ་ཡིན་ནའི་དོ་སྣང་དེ་སང་ལེ་ཡོད་དུས། འདི་ངེད་ཀྱི་གཙོ་བོ་འདི་ད Transnational Repression ལའེ་ར། འདི་དེ་སང་ཧང་སངས་འཛམ་གླིང་ག་བ་ག་ས་ལ་ཆ་འདོད་རེད་འདི་ལ་ཚང་ལུགས་ཀྱི་ལས་འགུལ་འདི་ཚོ་ལ་མཉམ་ཞུགས་བྱས་དང། དོ་སྣང་སྤྲད་དེ་གལ་ཆེན་པོ་རེད་བསམ་གྱི་འདུག་སོ་སོའི་དངོས་སུ་ཡིན་ན་ད་ལྟ་རྙིང་མ་མང་པོ་ཤེས་ཀྱི་མེད་རོ། ཡིན་ནས་འགྲེམས་སྟོན་ཁང་གི་ད་ལྟ་གི་མེད་འགྲེམས་སྟོན་ཁང་གི་ལས་འགུལ་སྤེལ་ནས་སོ་སོའི་སྒེར་ལ་ཡི་དཔེ་མང་པོ་འཇགས་མཁན་འདུག་ཁ་ཞེ་ན་ང་རང་ཚོ་དངོས་སུ་ད་སྐད་འབོད་རྒྱག་དགོས་རེད་ཡིན་ནས་རྒྱབ་ལོགས་ལ་ང་རང་ཚོས་ཀྱི་ད། མང་པོ་ཞིག་མཉམ་དུ་འབྲེལ་བ་བྱས་ནས་སོ་སོ་སྒེར་ལ་དཔེ་མང་པོ་བྱ་ང་རང་དང་གཞོན་སྐྱེས་མང་པོ་ཞིག་ཡོད་རེད་བ་བོད་རང་ས་ལུགས་ཚོགས་པ་ནང་ལ་མང་པོ་ཞིག་སུ་སྒེར་ལས་བྱེད་མ་འོངས་པ་གལ་སྲིད་མི་གཞན་པ་མཉམ་དུ་སྐྱེ་ཤི་ཡོད་ན་ཡིན་ན་ཁོ་རང་ཚོ་ལ་ལན་བརྒྱ་པའི་འོས་འགན་ཡོད་རྒྱུར་ཤོད་རོགས་ཨ་ནི་དེ་སང་ཚང་མ Proof སྟོན་དགོས་དུས་ནི་འགྲེམས་སྟོན་ཁང་གི་མི་ད་ལྟ་མང་པོ་ཞིག་གིས་ད་གལ་སྲིད་ནང་ལོགས་འགྲོ་ཡོད་ན་མཁྱེན་གྱི་རེད་ང་རང་ཚོ་ཡིན་ན་དུས་འདྲ་རྟག་པ་རེ་ཞིག་ནང་ལོགས་ལ་འགྲོ་ནས་ཚང་མ Video དང་པར་བརྒྱལ་ཡོད་གལ་ཕྱིན་ན་ན Proof དགོས་འདུག་ཨ་དེ་སང Proof དགོས་ཡོད་དུས། ནང་ལོགས་ལ་ང་ཚོས་གི་ད་ཁོ་རང་ཚོ་གུ་བ་ཧར་བཏང་འདུག་བཏང་མི་འདུག་ཁ་ཤས་ལ་ཡིག་ཏུ་བོད་མིང་ནང་ལོགས་བྲིས་འདུག་ཨ་ལ་ཡིག་ཏུ་རེད་ང་རང་ཚོས་མཐོང་གི་འདུག་ང་ཚོ་གི་ཧ་གོ་ཡོད་ད་ལྟ་ཁོ་རང་ཚོའི་བོད་མིང་ཁ་ཤས་ནང་ལོགས་བཞག་ཡོད་རེད་ནས་ང་རང་ཚོའི་གོ་ལ་ཡ་འདི་ཁོ་རང་ཚོ་གི་ད་ལྟ་ཚང་མ་བྱེད་རྒྱུ་རེད་འདི་ཚང་མ་གི་ཁེངས་གོ་རོ་ཁ་ཤས་ན་ན་བོད་མིང་གཅིག་པོ་ཡ་བཞག་ས་དུས་ནང་ལོགས་ལ་ཀླུག་སྟངས་དང་བྲིས་སྟངས་དང་ཡོད་རོ་འདི་ནང་ལོགས་ལ་དཔེ་མཛོད་ཁང་བྱས་ཡོད་རེད་འདི་ནང་ལོགས་ལ་ཡ་གཉིས་མ་གི་བོད་ཅིག་གི་ཕྱིན་ཆུ་ཞིག་ཡོད་འདི་ཚོ་བྱེད་སྟངས་དང་ཁོ་རང་ཚོའི་གི་དྲ་རྒྱ་ནང་ལོགས་ལ་ག་རེ་བྱེད་ཀྱི་འདུག་ཚང་མ་ཁོ་རང་ཚོ་གི་ད། ག་ལི་ག་ལི་བྱས་ནས་འགྱུར་བ་བཏང་ཡ་ཞོར་རོགས་འདི་ང་ཚོ་གིས་མཐོང་གི་འདུག་ཡིན་ནའི། བོད་པ་ཞིག་ཡིན་པ་ཙམ་ནས་འཐབ་རྩོད་པ་ཞིག་ཡིན་པ་ཙམ་ནས་ང་རང་ཚོས་ཀྱི་ཤུགས་རྒྱབ་པའི་དང། བོད་ཀྱི་མིང་ས་ཆ་ག་བ་ལ་བསུབ་རྒྱུ་ཡོད་དུས་འདི་ང་རང་ཚོས་ཀྱིས་འདོགས་ལེན་བྱས་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག། ད་དེ་རིང་ང་ཚོ་སླར་ཡང་ཡང་ཨ་ནི་དགེ་མིང་འགྲེམས་སྟོན་ཁང་གི་འདུག་ལ་དུས་སུ་སྐད་འབོད་ཨ་ནི་གོ་སྒྲིག་བཅས་བྱས་ནས་འདུག་ཆ་ད་ཡོད་རེད་དེ་ང་ཚོ་ཧྥ་རན་སི་ས་གནས་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ཧྥ་རན་སི་ས་གནས་བོད་ཀྱི། གཞོན་ནུ་ལྷན་ཚོགས་གཟོང་འདྲེས་ཀྱི་ཐོག་ནས་དུ་བྱེད་པ་ཆགས་བསྡད་ཡོད་རེད། དེ་རིང་གི་སྐད་འབོད་འདི་ནི་ད་ཧ་ལམ་ལོ་གཅིག་འཁོར་འགྲོ་བ་གི་སྐད་འབོད་དེ་འགོ་བཙུགས་ནས་དེ་འབྲེལ་གྱི་ཆགས་བསྡད་ཡོད་རེད། གཙོ་བོ་དེ་རིང་འདིར་ཡོང་དགོས་ཡ་ད་རྒྱུ་མཚན་འདྲ་བོ་དེ་ང་ཚོ་མུ་མཐུད་ནས་ད་ལྟ་སྤྱི་བཏང་གི་གནས་སྟངས་དེ་གི་ཐོག་ལ་ཡ་ཁྲིམས་ཐོག་ནས་འགྲོ་བསྡད་ཡོད་རེད་ད་ང་ཚོ་མུ་མཐུད་ནས་དེ་གི་ཐོག་ལ་ལས་འགུལ་འདྲ་མི་འདྲ་གྱི་སྤེལ་ཡ་ད་འདི་གི་གནས་སྟངས་དེ་གསལ་བོ་མ་ཆགས་བར་དུ་ང་ཚོ་གི་མུ་མཐུད་ནས་འགྲོ་ཡ་གི་རྩིས་གྱི་དེ་འབྲེལ་གྱི་ཡོད། སྤྱི་བཏང་གི་ལས་འགུལ་འདི་འདྲའི་སྤེལ་བྱས་ནས་ང་ཚོར་བའི་སྤྱི་ཁེ་ཕན་འདུ་བས་སེ་ད་དེ་ལ་གྲུབ་འབྲས་འདུ་བས་སེ། དེ་འདྲའི་གི་སྤྱི་ཚོགས་ནང་ལ་ལབ་གླེང་མང་པོ་ཅིག་ཡོང་བསྡད་གི་ཡོད་རེད་ཡིན་ན་འདི་བརྒྱ་ཆ་བརྒྱ་བཏང་པ་ནས་དེ་ལ་གྲུབ་འབྲས་མང་པོ་ཅིག་ཐོན་བསྡད་གི་ཡོད་རེད་ཞུ་ཡ་ཅིག་དུས་སུ་ཡིན། དཔེར་ན། རྒྱ་གཅིག་གསར་འབྱོར་ཆེ་ཁག་ཁག་ལ་ཡང་ང་ཚོ་བོད་ཀྱི་གནས་སྟངས་ཀྱི་ཐོག་ལ། གནས་སྟངས་འདི་དང་མིག་ཟུང་དགེ་མིས་འགྲེམས་སྟོན་ཁང་འདི་གནས་སྟངས་ལ་དཔའ་བའི་གི་ཨཱ་ནི། གླེང་གཞི་མང་པོ་ཅིག་ཡོང་བསྡད་གི་ཡོད་རེད་འདི་ཡང་ང་ཚོ་བོད་པའི་གི་ཅིག་གི་གནས་སྟངས་ཅིག་གླེང་བསྡད་གི་ཡོད་རེད་འདི་བོད་དོན་གྱི་ཐོག་ལ་ཡ། བརྒྱ་ཆ་བརྒྱ་ནི་ཁྱབ་སྤེལ་དང་བོད་པ་ཟེར་ཏེ་རྒྱ་སྤྱི་གི་ཐོག་ལ་ཡང་ཅིག་བོད་པའི་གི་མིང་ལས་བསྡད་བ་དེ་ཡང་འདི་གྲུབ་འབྲས་ཅིག་ལ་བརྩི་གི་ཡོད། མ་འོངས་པ་ཡང་ང་ཚོ་གི་མུ་མཐུད་ནས་ལས་འགུལ་སྤེལ་ཡ་ཡིན་ལ་འདི་གསལ་པོ་མ་ཆགས་བར་དུ་ང་ཚོ་མུ་མཐུད་ནས་འདིའི་ཐོག་ལ་ཡང་འགྲོ་ཡ་གི་བྱ་རྒྱུ་དེ་འདི་ཡོད་ཞུ་ཡ་ཅིག་འདུག་ཤིང། ཅོ་ཏི་ལེ་ཨ་ནི་ད་གེ་མོའི་འབྲིང་སྟོན་ཁང་གི་ཨེ་ཤི་ཡའི་སྒྱུ་རྩལ་གཏན་ཚིགས་ཐོག་བོད་སྤྱི་པའི་མཐའ་སྣེ་མེད་པ་བཟོས་ནས་ཁྲིམས་ཐོག་ནས་ཁྲིམས་གཏུགས་བྱས་ཡོད་རེད་བ་ལ། ཁྲིམས་གཏུགས་བྱས་ནས་དུས་ཡུན་ག་ཚོད་ཕྱིན་ཟིན་པ་རེད་དེ་ནས་ཁྲིམས་གཏུགས་བྱས་ནས་ད་འདས་ཆད་ལ་གནས་སྟངས་ག་འདྲ་ཆགས་འདོད། ད་ལས་གུས་དེ་ན་ང་ཚོ་རྣམ་པ་གཉིས་ཆགས་ཀྱི་འདུག་རོ་ད་རྒྱ་མིའི་གི་འགྲེམས་སྟོན་ཁང་དུ་ལས་གུས་དང་པོ་དེ་ག་རེད་ཟེར་ན་ད་ང་ཚོ་དེ་བས་གི་སྤྱི་ཟླ་དགུ་པའི་ཉིས་སྟོང་ཉིས་སྟོང་ཟབ་ཞི་སྤྱི་ཟླ་དགུ་པའི་གི་ཚེས་ཉི་ས་གཅིག་ནས་བྱས་ནས་ད་གཟའ་ཉི་མ་རྟག་པ་ང་ཚོ་དེ་ཡང་མེད་ན་སྐད་འབོད་ཡང་མིན་ན་ཤུ་གུ་བཀྲ་མེད་ཀྱི་ལས་འགུལ་ཅིག་སྤེལ་འདོད་ཡོད་ད་འདི་ནང་ལོགས་ལ། ང་ཚོ་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་གཞོན་ནུ། ང་ཚོས་མཉམ་རུབ་ཀྱི་ཐོག་ནས་བྱེད་འདོད་ཀྱི་ཡོད་རེད། ད་ལས་འགུལ་གཉིས་པ་དེ་གར་བྱ་གི་འདུག་ལབ་ན་ད་ཁྲིམས་ཐོག་གི་ཐོག་ནས་བ། ཁྲིམས་ཐོག་གི་ཐོག་ནས་གང་ཞིག་ཟེར་ན་ད། རྒྱུ་མེད་འགྲེམས་སྟོན་ཁང་གིས་ང་ཚོ་ལ་གདང་ལེན་འདི་མ་ང་ཚོའི་གི་ད་བྱེད་ཀྱི་ཁོ་རང་ཚོ་ལ་རེ་གུས། བྱེད་རྒྱོག་བྱེད་རོགས་ད་བོད་ལ་ཐ་སྙད་དེ་རང་འཇགས་བཞག་རོགས་བྱེད་ལ་ད་འདི་ག་ལ་ཁོ་ཚོའི་གདང་ལེན་མེད་དུས་ག་ལ། ད་ང་ཚོས་ཁྲིམས་ཐོག་གི་ཐོག་ནས། གོམ་པ་དང་པོ་འདི་ཉིས་སྟོང་ཉིས་གསང་སྔགས་ཀྱི་ཕྱི་ཟླ་གསུམ་པ་ལ་ང་ཚོ་ཁྲིམས་ཐོག་གི་ཐོག་ནས་ཡི་གེ་གཅིག་བཏང་འདུག་ཨ་ནི་བོད་ལ་ཐ་སྙད་དེ་མགོ་ན་རག་ཡ་བཅུག་རོགས་བྱེད་ཟེར་ལ་བྱས་པ་དེ་ནས་འདི་ལ་ཁོང་ཚོས་ཀྱི་ད་ཡ་ལན་འགྲོ་གལ་མ་མ་བྱེད་ལ་འདི་ལ་ཁོང་ཚོས་ཀྱི་བྱིན་འབྱུང་མ་བྱེད་དུས་སྐབས་སུ་ད་ང་ཚོ་ཁྲིམས་རང་ལ་ཐུ་བྷེ་ཀྱི་ལས་འགུལ་འདི་ཕྱི་ཟླ་བདུན་པ་ལ་འགོ་བཙུགས་པ་རེད་བ་ཕྱི་ཟླ་བདུན་པ་ད་ཁྲིམས་ནང་ལ་ཐུ་བྷེ་ཀྱི་ལས་འགུལ་འདི་ནང་ལོགས་ལ། མགོ་ཁྲིད་ངས་དེ་འདྲ་ང་ཚོ་ཁྱོད་རང་ཚོ་སློབ་ཕྲུག་ཚོགས་པ་བྱེད་འདི་སྙན་པོ་ཨཱ་ནི་ས་གནས་དེ་ནས་ང་ཚོ་བོད་རིགས་ཚོགས་པ་བྱེད་རོགས་སྤྱི་མཐུན་ཚོགས་པ་བྱེད་དེ་ནས་དེ་འདྲ་ཧྥ་རན་སི་བྱེད་དེ་ནས་ལི་ཡོན་དུ་གནས་བྱས་ནས་ང་ཚོ་ཚོགས་པ་བཞི་ཆགས་ཀྱི་ཡོད་འདི་ཡི་ཁྲིམས་ཐོག་གི་ཐོག་ནས་ང་ཚོ་ཚོགས་པ་བཞི་བྱེད་འདི་གི་མཉམ་རྒྱབ་ལོགས་ལ་ནི་ང་ཚོ་ཡང་བྱེད་ཀྱི་ང་ཚོ་ལ་རྒྱབ་སྐྱོར་བྱེད་ངེས་ཡང་ང་ཚོ་བོད་པའི་གི་ཚོགས་པ་ཚང་མ་ཡོད་རེད་འདི་ནང་ལ་ས་གནས་གཞོན་ནུ་ཡོད་རེད་འདི་ནང་ལ་ཆུ་བཞི་གང་དྲུག་ཡོད་རེད་འདི་ནང་ལ་བུད་མེད་ཚོགས་པ་ཡོད་རེད། འདི་ནས་ཚོགས་པ་གཞན་པ་མང་པོ་ཡོད་ལ། ད་ད་ལྟ་ང་ཚོ་ག་བ་གནས་བཞག་ཟེར་ལ་ན། ད་ང་ཚོའི་གི་མི་འདི་ཁྲིམས་རྩོད་པ་གི་བརྒྱུད་ནས་ད་ད་ལྟ་པེ་རིས་གི་མི་འདི་ཁྲིམས་ཁང་ལ་ད་ང་ཚོའི་གི་ཁྲིམས་ལ་ཅིག་གཏུགས་ཡོད་ད། ཁྲིམས་ལ་གཏུགས་ནས་ད་ང་ཚོའི་གི་ཐོག་ནས་བོད་ལས་དེ་ག་རེ་བྱེད་ནས་ཡག་ཐ་སྙད་དེ་རང་ཡག་རང་ཅག་བཅུག་གི་ཡོད་མེད་ཆ་ཚང་ཅིག། ཁོ་ཚོར་འགྲེལ་བཤད་ཞིག་བརྒྱབ་པ་རང་ཁྲིམས་ཀྱི་ཐོག་ནས་གང་ཞིག་ཟེར་ན་མི་ཚེ་གེགས་མེད་འདི་གཞུང་གི་འགྲེམས་སྟོན་ཁང་ཞིག་ཆགས་ཀྱི་ཡོད་ར་འདི་ཡིན་དུས་ག་ལ་གཞུང་རང་ལ་ད་ང་ཚོ་མི་ཚེ་གེགས་མེད་ཅིག་གོ་ཞིག་མ་རེད་ད་ལྟ France གི་ད་ལྟ Culture Minister ལ་རིག་གཞུང་ལྷན་ཁང་བྱས་བློན་ཆེན་བྱས་དེ་ནས France གི་མི་ལ་ཕྱི་སྲིད་བློན་ཆེན་ལས་ང་ཚོས་ད་འདི་ཁྲིམས་ཁྲིམས་ནང་བསྟུ་བས་ཀྱི་ནང་ན་ཁོ་ཚོ་ཡོད་ཚུད་ཀྱི་ཡོད་གང་ཞིག་ཟེར་ན་བོད་ལས་དེ་སུད་རེད་དེ་མིན་པའི France གི་གཞུང་འབྲེལ་གྱི་ཐོག་ནས་མིན་པའི་དེའི་སྒང་ལ་ཁོ་ཚོས་ཀྱི་གཞུང་འབྲེལ་གྱི་ལས་འགུལ་ཞིག་རེད་མ་རེད་རེད་བ་དེ་ང་ཚོ་ཁ་གསལ་བོ་ཞིག་གོ་འདུག་ཟེར་བ་དེ་ནས་ད་འགྲེམས་སྟོན་ཁང་འདི་ད་ང་ཚོ་རིག་གཞུང་བློན་ཆེན་གྱི་བག་ལ་ཡོད་དུས་ག་ལ་རིག་གཞུང་བློན་ཆེན་གྱིས་ང་ཚོ་ལས་ཞིག་རྒྱག་བ་འདུག་ཟེར་ན་ད་ཡི་གེ་ཅིག་ཕྱི་ཟླ་བདུན་པ་ལ་ང་ཚོ་ཡི་གེ་དེ་བཏང་ཚར་རེད་ཡི་གེ་བཏང་ཁྲིམས་ལ་བསྟུ་བས་དེ་འགོ་བཙུགས་ཚར་རེད་ད་ད་ལྟ་ང་ཚོ་ག་བ་སླེབས་ཡོད་རེད་ལབ་ན།

འདྲ་མི་འདྲ་རྣམ་པ་འདྲ་མི་འདྲ་གང་སྤེལ་དུ་ཡོད་རེད་བ། དེ་ཡིན་དུས་ལས་འགུལ་འདི་སྤེལ་བའི་རྒྱུན་རིང་རིང་ལ་ཡང་གྲུབ་འབྲས་ཆེ་ཤོས་འདྲ་བོ་ཅིག་ག་རེ་ཐོན་སོང། དཀའ་ངལ་འདྲ་བོ་མང་ཤོས་འདྲ་བོ་ཅིག་ག་རེ་བྱུང་སོང། ལ་རེད། ད་ང་ཚོ་གལ་ཆེ་ཤོས་ཀྱི་འདི་རེད་བྱས་མི་འདུག་དེ་འདྲ་ཆ་བྱས་ན།
འདས་བའི་གི་མི་འདི་ལོ་ག་ཤས་ཀྱི་ནང་ལོགས་ལ་ད་ས་བགོས་པ་གི་རྒྱུན་ལམ་རེད་རེད་བ་རྒྱུན་ལམ་ཡིན་ནའི་རེད་ད France ནང་ལོགས་ལ་མི་འདི་ཅིག་གི་སེམས་རྒྱུད་ནང་ལ་ཡིན་ནའི་རེད་བོད་ལས་དེ་དེ་བཞིན་ཉུང་རུ་འགྲོ་ཡོད་རེད་བ།

དེ་ནས་གཉིས་པ་འདི། ང་རང་ཚོ་སྡེ France ནང་ལོགས་ལ་འཚར་ལོངས་བྱས་པའི་ཡོད་རོགས་གཞོན་སྐྱེས France ནང་ལོགས་ལ་ཡིན་པའི་ད་ཅིག་གི། དེ་ལ་བྱ་ཞེ་ན་འཚར་ལོངས་བྱེད་རྒྱུ་ཡང་མིན་ན France ནང་ལོགས་ལ་སྐྱེས་སྐྱོགས་གཞོན་སྐྱེས་ཀྱི་འགོ་ཁྲིད་བྱས་རོགས་ལས་འགུལ་ནང་ལོགས་ལ་མཉམ་ཞུགས་བྱེད་པ་འདི་ད་འདི་ཡང་ང་རང་ཚོ་བྱ་ག་པས་ཡིན་བསམ་གི་འདུག་རོགས་ང་ག་ལས་ན་ང་ཚོའི་གི་འཐབ་རྩོད་ཀྱི་མ་འོངས་པ་འདི་ཁོང་ཚོ་གཞོན་སྐྱེས་འདི་བྱ་གི་ཡོད་གཞོན་སྐྱེས་ཡིན་པའི་འགོ་ཁྲིད་ཡ། གཞོན་སྐྱེས་ཀྱིས་འདི་ནག་ལོ་ལ་ཅིག་འཛུལ་ཞུགས་བྱེད། གཞོན་སྐྱེས་ཁོ་རང་ཚོ་རང་གི་མི་འདོད་ད་འདི་ནག་ལོ་ལ་ཅིག་ཁ། དཔེར་ན་ཆ་ཚང་ང་ཚོ་ཕྱུག་གུ་བཀྲ་མེད་ཡིན་ནའི་རེད་དཔེར་ན་ཆ་ཚང་སྐྱེས་འབུད་ཡིན་ནའི་རེད། དངོས་གནས་ཁོ་རང་ལོ་ཆུང་ཆུང་ཚོ་གཟའ་ཉི་མ་ལ་རུ་བ་གཟའ་ཉི་མ་རྟག་པ། ལོ་གཅིག་རེ་འགའ་གཟའ་ཉི་མ་རྟག་པ་ད་ཆགས་ཆེན།

པར་གྱི་འགྲེམས་སྟོན་འདི་ནང་ལོགས་ལ་བོད་ཀྱི་བུ་མོ་ཆུང་ཆུང་ཞིག་པར་བྱེད་ཀྱི་ཡོད་རེད་པ། པར་དེ་ནང་ཁོང་ཚོས་གར་བྲིས་ཀྱི་ཡོད་རེད། བཤིས་ཚང་རང་སྐྱོང་ལྗོངས་ཀྱི་བུ་མོ། ད་སྙེ་མ་པར་དེ་ལ་སྙེ་མ་གར་བྲིས་ཡོད་རེད་ལབ་ན་རེད་བ། བོད་ནས་ཡིན་པའི་བུ་མོ་ཆུང་ཆུང་ཅིག་གིས་ལབ་འདུག་ད་དེ་སང་ཁོང་ཚོས་ཀྱི་འདི་རྗེའུ་རྒྱ་ཆེ་བོད་ལས་དེ་སུ་རེད་བ། བུ་མོ་ཆུང་ཆུང་ཅིག་བཤིས་ཚང་རང་སྐྱོང་ལྗོངས་ལ། གལ་ཏེ་ཡིན་དུས་ང་ཚོ་འཐབ་རྩོད་འདི་མི་འདེད་ད་ཅི། རྒྱལ་མིའི་འགྲེམས་སྟོན་ཁང་འདི་མི་འདེད་ད་ཅི་ངོ་བོ་གཅིག་རེད་བསམ་གི་རེད་ད། རྒྱལ་མིའི་གི་གནོད་ཤུགས་འུར་བ་ལ་དེ་སང་མི་འདེད་བོད་ལས་འདི་སུ་པའི་འདི་མི་འདེད་ལས་འགུལ་འདི་རྒྱ་ཆེར་ཆེར་འགྲོ་གི་འདུག་འདི་གང་ལ་ང་ཚོ་གདོང་ལེན་བྱེད་འོག་ཏུ་ར་འདི་གང་ལ་ང་ཚོ་ཚང་མ་གི་དོ་སྣང་སྤྲད་འོག་ཏུ་ང་ཚོ་ཚང་མ་གི་མི་འདེད་མཉམ་རུབ་གི་ཐོག་ནས་ཤུགས་རྒྱག་འོག་ཏུ། ལ་སོགས་དུ་བྱས་ད།